སྐུ་ཁམས་བཟང། ང་ཕོད་དོའི་ཁམས་གསུམ་གྱི་ཨ་མ་ལགས་ཚོ་དང། བུད་མེད་རྣམ་པ་ཚོ་སྐུ་ཁམས་བཟང་ཞུ་གི་ཡོད། ཨ་ནེ་རྣམ་ཚོས་རྒྱན་ཆ་མང་པོ་ཞུས་རྗེས་ངས་ཀྱང་རྒྱན་ཆ་ཞུ་རྒྱུ་ལྟ་གི་འདུག་འདི་ཚོ་དངོས་གནས་ཡིན་དང་རྫུན་མ་ཡིན་ཧ་གོ་གི་མི་འདུག་ར། དངོས་གནས་ཡིན་ནའི་འདྲ་རྫུན་མ་ཡིན་ནའི་འདྲ་རྒྱན་ཆ་དེ་སྐད་དེ་མང་པོ་ཞུས་རྗེས་ལྟ། ག་རེ་གི་ཆེད་དུ་ཡིན་ན། རྣམ་པ་མཛེས་མ་མཐོང་ཡག་གི་ཆེད་དུ་ཡིན་ན་ག་རེ་ཆེད་དུ་ཡིན་ན་དེ་ཧ་གོ་མ་ཟོ་ར། ཨ་ནེ་ཡ་མཛེས་མ་ལ་ཡ་དེ་ཕྱི་ལོགས་མཛེས་མ་ཙམ་མ་རེད་ནང་མཛེས་མ་ཡིན་ན་མཛེས་མ་རེད། ང་ཚོ་བུད་མེད་ལ་མཛངས་མའི་ཡིན་ཏན་རྒྱས་དང་ལ་ནི་རྒྱས་བསྟན་པ་ཅིག་བཤད་བྱོས་རེད་མཛངས་མའི་ཡིན་ཏན་རྒྱས་མེད་ན་ཡང་རེ་ཟུང་ཡིན་ན་འགྲིག་གོ་རེད་མཛངས་མའི་ཡིན་ཏན་རྒྱས་ཀྱི་ནང་ལོགས་ལ་ཨ་ནེ་ཕྱི་ལོགས་ལ་རྒྱན་ཆ་མང་པོ་བཏགས་ཡས་དང་དེ་གས་དེ་མཛངས་མའི་ཡིན་ཏན་ནང་ལོགས་ལ་ཡོད་མ་རེད། ཨ་དེ་ཡིན་ཏན་ཟེར་ནས་ནང་གི་ཨ་མ་སེམས་པ་བཟང་པོ་ཅིག་དང། ནང་མི་དང་བསྟུན་མཁས་པོ་ཅིག་དང། ཡ་རབས་སྤྱི་བསང་ལྡན་པ་ཅིག་དང་སྤུ་གུ་གསོ་སྐྱོང་ཡག་པོ་གནང་ཉེན་ཅིག་དང། སུ་སུའི་ཁྱོ་གའི་ཆེད་དུ་ག་རེ་ཡིན་ན་བྱེད་ཐུབ་ཉེན་ཅིག་དང། ཁྱོ་ག་ཕྱི་ལོག་ལ་ལས་ཀ་དང་ཚོང་ག་རེའི་ཆེད་དུ་ཕྱིན་པ་ཡིན་ན་ཡང་ད་ནང་ལ་ལོག་ཡ་ཡེ་བསམ་ནས་དགའ་སང་སང་བྱེད་ཐུབ་ཡས་བཟོ་ཡ་དེ་ནང་གི་ཨ་མ་ཅིག་གིས། ནུས་པ་ཅིག་ཆགས་དགོས་བ་རེད་ད་ང་རང་ཚོ་རྒྱལ་ནང་རྒྱལ་སྤྱིའི་ཁ་བ་ལ་ཡིན་ན་ཡང་དེ་རིང་ཁ་སང་དྲ་ཐོག་ནས་གཟིགས་ཀྱི་ཡོད་རེད་བ་ཨ་ནི་བུད་མེད་རྣམ་པ་ཚོ་སྲིད་གླེང་བྱེད་ཉེན་ཡོད་རེད་ཨ་ནི་སྲིད་འཛིན་བྱེད་ཉེན་ཡོད་རེད་དམག་དཔོན་བྱེད་ཉེན་ཡོད་རེད་ཚོང་དཔོན་བྱེད་ཉེན་ཡོད་རེད་དེ་ལ་སོགས་པ་དང་ལས་ཀ་ཆེན་པོ་བྱེད་ཉེན་བུད་མེད་མང་པོ་ཞུ་བྱེད་ཡོད་རེད་དེ་གས་དེ་གི་རྒྱན་ཆ་དེ་འདྲ་བཏགས་ཀྱི་མི་འདུག་བ། ཨ་ནེ། འདི་ལ་རྣ་རྒྱན་ཆུན་ཆུན་ཞིག་བཏགས་ཏེ། ཁ་ཟ་རྒྱན་ཁྲི་ཆུན་ཆུན་ཞིག་བཏགས་ཀྱི་འདུག་མ་གཏོགས་རྒྱན་ཁྲི་ཆུ་མང་པོ་བཞི་བཞི་བཏགས་ཀྱི་མི་འདུག་འདི་ཡིན་འདི་ཙམ་ནས་ཨ་ནེ་ང་ཚོ་བོད་ཀྱི་བུད་མེད་གཅིག་པོ་གྱིས་འདི་བཏགས་ཀྱི་འདུག་འདི་ཡིན་འདི་ཨ་ནེ་རྒྱན་ཁྲི་དེ་འདྲའི་མང་པོ་བཏགས་ཡ་དེ་ངོ་ནས་ཁེ་མ་རེད་གཅིག་ནས་ནང་ལ་ཡས་སྐྱོགས་ཀྱི་སྤེ་ཤ་ལེགས་ཚ་དེ་ཚང་མ་རྒྱན་ཆའི་སྒང་ལ་བཏགས་ན་ཆོ་ཤེས་ཡོད་མ་རེད་ཨ་ནེ། རྒྱན་ཆ་དག་ཡག་གི་དཔེ་ཤ་དེ་དངུལ་དེ་སྤུ་གུའི་སློབ་ཡོན་གྱི་ཆེད་དུའམ་སྤུ་གུ་དེ་སློབ་གྲྭར་འགྲོ་རིང་ལ་འཚོ་བའི་ཆ་རྐྱེན་གྱི་ཆེད་དུ་བཏང་བ་ཡིན་ན་ག་འདྲའི་ཡག་པོ། གལ་སྲིད་དེ་འདྲས་མ་བཏང་བར་ཆ་རྐྱེན་ཆ་ཉེས་པ་ཡིན་ན་མ་འོངས་པར་སྤུ་གུ་དེ་ཆེན་པོ་ཆགས་རྗེས་མིའི་དཀྱིལ་ལ་འགྲོ་དུས་རྩ་ནས་སོ་སོ་སློབ་སྦྱོང་མེད་པ་ཅིག་ཧ་གོ་དུས་རྩ་ནས་ཨ་མ་ལགས་ཁྱེད་རང་གིས་དངུལ་ཡོད་པ་དེ་རྒྱན་ཆའི་ཆེད་དུ་བཏང་ད་ང་སློབ་སྦྱོང་བྱེད་ཨ་དང་ང་ཡི་སློབ། སྐྲའི་མཐུ་རྐྱེན་མ་ཆད་པའི་རྐྱེན་གྱིས་ད་ནངས་མིའི་སྐྱིད་ལ་ལྟ། གོ་ཁྱག་ཁྱག་བྱས་མི་འདུག་ཨེ་འདྲས་ལབ་པ་ཡིན་ན། ཨམ་ལགས་ཉེན་ཁ་ཆེན་པོ། ཉེན་ཁ་ཆེན་པོ་ལ་ན་ཉེས་ཅན་གྱི་ཆག་སྒོ་རེད། འདི་ཡིན་འདི་ཙམ་ནས་རྒྱན་ཆ་འདི་གས་འདི། ཨ་ནི། ད་གལ་སྲིད། ཟ་ཡ་དང་འཐུང་ཡ་ཅིག་ཡིན་སོང་ན། ནང་མི་མཉམ་དུ་ཧ་ཧུ་སི་ཟ་བ་དང་འཐུང་བ་བྱས་པ་ཡིན་ན་ག་འདྲའི་དགའ་བོ་ག་འདྲའི་སྐྱིད་བོ། དེ་བཞུར་གྱི་རིང་ཐང་གེས་མི་འདུག་ཨ་ཉི་མ་གཅིག་གཅིག་པོ་ད་མི་མང་པོ་གཅིག་གིས་ལ་རྒྱན་ཆ་ར་ཅི་བཏགས་ཅིག་འགྲོ་གི་རེད་དེ་ཡིན་ན་ཡང་དེ་ལན་པོ་ཁྱོད་ནས་མཐོང་གི་མི་འདུག་ད་བར་ར་རྒྱན་ཆ་མང་པོ་བཏགས་ཉེན་དེ་ང་ཚོ་སྡོད་བ་ཡིན་ན་སློབ་ཆུང་མེད་སྐྱོག་ཅིག་ལ་བརྩི་གི་རེད་ལ་སྐྱེས་པ་མེད་སྐྱོག་ཅིག་ལ་བརྩི་གི་རེད་དེ་ཡིན་དེ་ཟེར་ནས་ནམ་རྒྱུན་ནས་རྒྱན་ཆ་ཉུང་བཏགས་ཡ་ད་ཨ་ནི། ད། སེམས་པ་བཟང་པོ་བྱས་དང་ཡ་རབས་ཤེས་བཟང་བྱས་བྱོས་ར། ཨ་ནེ་འོ་འདི་འདྲས་ཅིག་ཕྱི་དུ་ན་པའི་ཧང་སང་ཡང་ཡག་པོ་ཆགས་ས་རེད་བསམ་གྱི་འདུག་དེའི་མཉམ་དུ། ཨ་ནེ། རྒྱན་ཆ་བཞི་བཞི་བཏང་ཨ་ནེ་ཆང་བཞི་བཞི་བཏུང་བྱས་བྱས་ཏོ། དེ་ང་ཚོ་བོད་མིག་གི་ཡེ་འདེ་མ་རེད། ཡིན་ཏེ་ཁྱོད་ནི་མ་རེད་འདི་ཡིན་འདི་རྩ་ནས་བལྟ། མིག་དཔེ་ཡལ་ད་ཆད་ཆད་དལ་བུ་ལོག་བ་ཡལ། ནང་དེ་ཚ་སུ་སུ་ཟེར། སྤུ་གུའི་ཆེད་དུ་བསམ་ན་བཏང་ཡལ་ཁྱོ་གའི་ཆེད་དུ་བསམ་ན་བཏང་ཡལ། ད་སོ་སོ་རང་ཉིད་ཀྱིས་གལ་སྲིད། དངོས་གནས་ཀྱི་རྒྱན་ཆ་སྒོ་ཀི་ན་གཟུགས་པོ་གཙང་མ་དང་དུག་ལོག་གཙང་མ་ཅིག་གྱེན་ད། ཨ་ནེ་གདོང་པ་དེ་གཙང་མ་ཅིག་བཀྲུ་སོ་གཙང་མ་བཀྲུ། ཨེ་འདྲས་ཅིག་གནང་ད། འདིས་ད་རྒྱན་ཆ་ལ་འགྲོ་གི་རེད་མ་གཏོགས། རྒྱན་ཆ་གཡུ་བྱུ་རུ་མདོག་གི་རིགས་ཤིག་བཏགས་རྗེས་འདི་རྒྱན་ཆ་ཁག་གོ་ཆེན་མ་རེད་འདི་ཡིན་འདི་ཟེར་ནས་རྣམ་པ་ཚོ་ཟབ་ཟབ་གནང་དགོས་འདུག་འདི་བ་ལ་ཡིན་ན་རྒྱན་ཆ་མང་བོ་ཞུས་རྗེས་རྟ་མགྱོགས་ཀྱི་བུ་མོ་དེ་འདྲས་མཐོང་ར་ཨོའོ་འདི་བོད་ནས་རེད་པས་ཨེ་འདྲས་ལ་འདི་རྩ་ནས་མཁྱེན་ཚ་བ་ཞིག་ང་ཚོ་བོད་ནས་རེད་ལ་ཡ་ལ་ཁག་པོ་འདྲ་ཆེ་ཨེ་འདྲས་ཆགས་འགྲོ་གི་འདུག་འདི་བ་གི་མི་ཡིན་ན་བོད་པ་ཡིན་ན་རྒྱན་ཆ་འདི་འདྲ་མང་པོ་བཏགས་ཉེན་ཡོད་མ་རེད། འདི་ཡིན་འདི་རྣམ་པ་ཚོ། ཐུགས་གཟབ་གནང་རོགས་གནང། འདི་ང་རང་ཡང་བསམ་ཚུལ་ཡིན་གལ་སྲིད། རྣ་བ་ལ་ཐལ་བོ་ཆེ་མ་བྱུང་ན་གཅིག་ནས་ཉན་རྗེས་གཅིག་ལ་བཏགས་ན་བཞག་ན་འགྲིག་གོ་རེད། ཐལ་བོ་ཆེ་བྱུང་ན་བརྙན་ཐུང་འདི་བརྒྱུད་གོ་གནང་རོགས་གནང།